དགེ་རྒན་ལས་སྔགས་དང་བླ་ཆོས་འཁོར་ཡོང་མར་ཟ། ཁོ་ཡང་གཙང་མ་ཚང་ཁྱར་བལྟ། རང་ཡང། ད། དེ་ནས་བསམ་སོང་དགོངས་དག་བསམ། དེ་ཁ་ལས་ཁག་པོ་ཆགས་ཏོག་ས་མེད་ཅིག་མེད། འོ་དེ་འདྲས་རོགས་ད། འདི་ད་དེ་འདྲས་ཡོད་དུས་རང་ང་ཚོའི་གི་སྤྱི་ཚོགས་ནང་ལོགས་ལ་དགེ་རྒན་གི་ལྟ་སྟངས་འདི་འདི་མ་ཞིག་མེད་ན།

གང་ནས་བ་ལག་པ་འཆང་མཁན་ཡོད་མ་རེད་དྲང་པོ་བཤད་ན། བ་འཆང་འདོད་ན་རང་ཤི་མི་ལི་གི་རོ། ད་ག་རེ་ཉེན་ཁ་མཐོང་བར་ད་འདོད། དེ་འདྲའི་བྱས་ནས་མི་འདོད་མཐའ་མ་དེ་ལ། དགེ་རྒན་སོ་སོ་ངོས་ནས་ཡིན་པ་ཡིན་ནས་རེད་ལས་བྱེད་ངོས་ནས་ཡིན་པ་ནས་ཞུ་གི་ཞུ་གི་སོ་སོའི་གི་ལས་ཀ་དེ་ལ་བློ་བསྒྲིམས་ནས་ཞེ་དྲག་མེད་བ་བྱེད། སྤྱི་ཚོགས་ཀྱི་ལྟ་སྟངས་ཡང་དེ་འདྲའི་ཅིག་བྱེད། འཛིན་སྐྱོང་དངོས་གནས་འདྲེ་བྱེད། ཕ་མ་རྣམ་པ་ཚོའི་དེ་འདྲེ་བྱེད། ཨེ་འདྲེ་དུ་ཚེ་ནི་འགྲོ་ན། ཤེས་ཡོན་གྱི་སྡེ་ཚན་བརྗོད་རོགས་ཨ། འདི་ཉམས་ཚར། ད་ཟེར་ཡ་དེ་བརྗོད་ལ་ཁ་ཅིག་མེད། འདི་གཅིག་ཉམས་ཚར་ན། ད། འདི་སྤྱི་ཚོགས་འདི་ནང་ལོགས་ལ་འདི་མི་རིགས་འདི་ནང་འདི་རྒྱལ་ཁབ་ནང་ལོགས་ལ། ཤེས་ཡོན་ཡོད་རྒྱུ་མི་ག་འདྲེས་ཐོན་གྱིར་ད་ལོ་བཅོ་ལྔ་བྱས་ལ་མི་ག་འདྲེས་ཐོན་གྱིར། ཡག་པོ་རེ་བ་རྒྱལ་ཡས་མེད་འདུག་ཨ། ད་ཡག་པོ་མ་ཐོན་རྒྱུ་ཚང་མ་གི་ཅུང་མ་གོ་སྒྲིག་བྱེད་ཀྱི་རོ། ད་གོ་སྒྲིག་ཁོང་ཚོ་བྱ་གི་རེད་ད། རྒྱལ་ཁབ་ཀྱི་ཤེས་ཡོན་སྲིད་བྱུས་ཡོད་ཁོང་ཚོས་བཟོས་ཀྱི་རེད། དང་པོ། ག་རེ་རེད་བ་རྒྱལ། ཁོ་རང་ཚོས་ཤེས་ཡོན་མི་སྐྱོ་རྐྱང་གི་སྲིད་བྱུས་ག་རེ་བཟོས། ཤེས་ཡོན་སྲིད་བྱུས་ད་གཡུག་བཞག་ཆབ་སྲིད་ཀྱི་སྲིད་བྱུས། དཔལ་འབྱོར་གྱི་སྲིད་བྱུས། ཁོར་ཡུག་གི་སྲིད་བྱུས། རང་ཡང། རེད་བ་རྒྱལ་ཡ་མ་རེད་ད། སྲོལ་རྒྱུན་ཡག་པོ་ཚང་མ་ཡག་པོ་བཟོས་ཐུབ་མི་ཐུབ། ཡག་པོ་བཟོས་མ་ཐུབ་དུས། ཡང་སྒྱུར་ཁུངས་འཇུག་ཤེས་ཡོན་སྲོལ་རྒྱུན་བཟོས་རྒྱུ་འདི། དཔེ་སྐྱོ་བོ་ཡོད་རྒྱུ་འདི་འདི་སྤུ་གུ་དེ་ལབ་ཀི་རོ། འདི་སྤུ་གུ་དེ་ཚོ་ཚང་མ་འདི་འདྲ་བོ་ཅིག་འཐོན་ཡོང་གི་ར་ལོ་སུམ་ཅུ་བྱས། འདི་ཀོ་ར་སྐྱ། འདི་ཀོ་ར་སྐྱ་འདི་མི་འདི། དཔེ་དཀའ་ལས་ཁག་པོ་ཆགས་རེད།